ག་ལ་མེད་པ་ཧ་གོ་གི་ཡོད་ཤི་བ་ཧ་གོ་གི་ཡོད། དེ་མ་ཤི་བའི་གོང་དུ་སོ་སོས་ལྷག་བསམ་བརྒྱད་བྱས། སེམས་མི་འགྲིག་ཕྱིར་ཕན་འགྲོ་རོགས་ཞེས་མི་ཕྱིར་ཕན་ཐོགས་རོགས་ཞེས་སྤྱི་ཚོགས་ཕྱིར་ཕན་འགྲོ་རོགས་ཞེས། ང་དེ་བསམ་ནས་ལས་ཀ་བྱེད་ཀྱི་ཡོད་མ་གཏོགས་རྒྱ་མིར་གང་ནས་གང་ལས་བྱས་མ་ཟེར་ཏེ་ང་ཧ་གོ་གི་ཟེར། ད་ཁྱོད་དེ་འདྲས་མ་བྱེད་ཟེར་བཤད་ས་མི་འདུག་ས་གོ་འོ་དེ་ན་ཞིག་ར།

བྱང་ཆུབ་སེམས་དཔའ་སངས་རྒྱས་ཀྱི་གསུང་གོ། བཟོ་རིག་པ་བསླབ་དགོས་རེད། བཟོ་རིག་པ་བསླབ་ན་གནས་སྐབས་ཀྱི་དགོས་མཁོ་བསྐང་ཐུབ་རེད་སེམས་ཅན་གྱི། ཅོག་ཙེ་བཟོ་ཡ་ཁང་པ་བཟོ་ཡ་དེ་བྱས་ན་མི་སྤྱི་ཚོགས་ཕན་ཐོགས་ཡ་དོན་དག་བྱེད་ཀྱི་ཡོད་ར་གོ་གི་ཡོད་ར། དགོས་མཁོ་བསྐང་ཐུབ་དགོས། ནས་སྨན་དང་དུག་གསོ་བྱ་གི་ཡིན་ན། མིའི་ལ་ཡ་དེ་ནས་དུས་མ་ཡིན་པའི་འཆི་བ་དང་ཟོག་པོ་ཡག་པོ་བྱས་ཚེ་སྲུང་སྐྱོབ་བྱེད་ཐུབ་རེད། སྨན་ལ་སློབ་སོང་གི།

བཟའ་བ་རྒྱ་ཆེ་བ་ཞེས་པ་དེ་འདྲའི་དེ་ཚོ་དཀའ་ལས་ཁག་པོ་རེད་དོ། ང་རང་ཚོ་མི་ཚེའི་ནང་ལ་ད་ལྟ་གོ་ཡ་དེ་སྐྱིད་པོ་ཆུང་ངུ་ཆོས། སྤྱི་དང་མི་ལ་གོ་ཡ་ཆོས་དེ་ད་ལྟ་དེ་རེད། མི་དགེ་བ་བཅུ་དང་དགེ་བ་བཅུ་དྲུག་ཡ་དེ་དེ་ནམ་རྒྱུན་ནས་དོ་སྣང་བྱེད་དགོས་རེད་དོ། འོ་དེ་བྱས་ནས་དེ་རེད། དེ་དེ་འདྲ་རེད་སོང་ཤག་དེ་ནས། འོ་དེ་རེད་ད་ཆོས་ཐོས་ནས། ངེས་པར་དུ་བྱེད་དགོས་རེད་སོང་རེད་དོ། ད་དེ་ལས་དེ་མང་པོ་ཡོད་རེད། ད་ང་ཚོ་དཔེ་ཆ་ནས་བཤད་སོང། ན་ཚ་རེ་ཞིག་ན་ཅིག་ཉེན་ཁ་ཆེན་པོ་ཞེ་པོ་ཞིག་བྱས་ན་ཚ་ན། ཨ་ནི་སྨན་པ་བསྟེན། དེ་ནང་བཞིན་སོ་སོར་ཆོས་གཞན་ཡང་དོན་དག་ལས་མཁས་པ་ཅིག་བསྟེན། རེ་བ། ཨམ་ཅི་ཡག་མི་ཅིག་ནགས་ཚལ་ཞིམ་པོ་ཞིག་ན་ཨམ་ཅི་བསྟེན། ཨམ་ཅི་འདི་གའི་དཔེ་འོས་པའི་བརྩེ་བ་བྱས་བྱས་ཨམ་ཅི་མཁས་པ་བྱས་གྲགས། བརྩེ་བ་བྱས་བྱས་ཁོ་ལ་ཡང་ནགས་ཚལ་དེ་ངོ་འཕྲོད་པར་བྱས། ནི་སྨན་དུ་དུ་སྤྲད། ཡག་པོ་བྱས། སྨན་དེ་གང་གི་ཚུལ་གླེང། ནི་སྨན་དེ་མ་ཟད་པར་བྱས། དེ་བས་ན་ནི་གས་མ་བྱུང་རེད་གསུང་དགོས་ར། སྨན་པས་ཉེས་པ་ཡང་མ་རེད་སྨན་གས་མ་བྱུང་ཡང་མ་རེད་ནད་པ་ཁོ་རང་གིས་ཉེས་པ་རེད་གསུང་བར་བ།

ད་ཚུར་དུས་བྱ་ན་འདི་ཡིན་བྱ་རེ། གང་ཞིག་བདག་ཉིད་མི་འདོད་པ་དེ་དག་གཞན་ལ་མི་བྱའོ། ཆོས་ག་རེ་ཟིན་སོ་སོ་ལ་ཡང་འདོད་པ་མེད་མཁན་གྱིས་འདོད་ན་དེ་མི་ལ་མ་བྱེད་ཟེར་རེ། མི་ལ་གནོད་ཀྱང་རེ་སོགས་རེ། གང་ཞིག་བདག་ཉིད་མི་འདོད་པ་དེ་དག་གཞན་ལ་མི་བྱའོ། ཆོས་དེ་ཚུར་འདུས་ན་ཕན་ཡོན་རྟོགས་པ་དང་གནོད་པ་སྤང་བ་གཉིས་རྣམས་འདུས་པ་རེ་བྱ་རེ། འདོད་པ་སྤོང་བ་བྱས་ཏེ་རྩ་བ་དེ་དགོས་ར། ཕན་འདོགས་པ་བྱས་ཏེ་དལ་བ་དེ་དགོས་ར་བྱམས་པ་དེ་དགོས་ར། འོ་བྱས་ཙང་ཕན་འདོགས་པ་དང་ནི་གར་སོ་ར། ཚ་བ་སྤངས་པ་གཉིས་དེ་དང་དུས་འགྲོགས་རེད་དེ་ཡིན་དུས་དེ་གཉིས་ཡང། ཡང་ཕན་འདོགས་ཏེ་བྱམས་པ་དང་ཚ་བ་བྱས་ཏེ་སྐོང་ནས་སྐོང་དུ་ཕེབས་ནི་སེམས་ཅན་ཐམས་ཅད་སྡུག་བསྔལ་ལས་གཏན་དུ་བྲལ་བར་བྱས་ར། མཐར་ཐུག་གི་བདེ་བ་ཐོབ་པར་བྱས་ཏེ་རིམ་པས་རིམ་པས་ཡང་བློ་བྱང་གི་ཡོར་དོ། འོ་དེ་འདྲས་སོ། ངོ་བོ་དེ་རེད་ད་འདི་ཅི་བྱེད་ནས་ཡོང་མ་ད་ད་ང་ཚོས་ཕར་འཚེ་བ་སྤང་དགོས་འདུག་ཨ་འཚེ་བ་སྤང་རྗེས་ཁྱོད་བྱེད་པ་ལ་ཡ་ཨ་ནི་ཡ་མིའི་ཚུལ་གནོད་པ་བྱེད་ཕར་གནོད་པ་སྤངས་པའི་ནི་ཚུལ་གནོད་པ་བྱེད་པ་སེ་རེད་བ་བྱེད་རེད་བྱེད་སེ་གི་ར་ཨོ་ད་དེ་ཆོས་ལམ་དུ་འགྲོ་བ་ལ་ཆོས་མགོ་ཐོན་པ་ལ་སེ་གོ་རེད་བཟོད་པ་སྒོམ་གི་རེད་བྱེད་རེད། བཟོད་པ་མ་བསྒོམ་ན་ནི་ཆོས་དེའི་འཚེ་བ་སྤང་ཡ་ཡོད་མ་རེད། ཕ་གདོན་མ་གི་ཚུལ་གྱིས་ལབ་སོང་ན་ནམ་ས་ཁབ་ཏེ་བཅག་ར། ཁབ་ཏེ་བཅག་སོང་ན་ནི་འཚེ་བ་བྱེད་འོར་བ་ད། བྱས་ཙང་ཆོས་བྱས་ཆོས་མགོ་ཐོན་པ་ལ་ཡང་བཟོད་པ་བསྒོམ་དགོས་རེད་བྱས་རེད། བཟོད་པ་མ་བསྒོམ་ན་ཆོས་མགོ་ཐོན་གི་མ་རེད། འོ་དེང་དུས་བཟོད་པ་གལ་ཆེན་པོ་རེད་སོང་རེད་དོ། འདི་ག་འདྲས་རེད་ཟེར་ན། ཁོང་ཁྲོ་དེ། ཁོང་ཁྲོ་ཡོད་པ་ཡིན་ན་དང་པོ་དེ་ལ་སོ་སོ་མི་སྐྱིད་པ་བྱས། ཨེ་དེའི་རྗེས་ལ་ཡང་ནང་མི་དང་གཞན་དག་དགའ་དགའ་མི་སྐྱིད་པ་དག་དེ་ཡོང་དགོས་བར་དུ། བཟོད་པ་དེ་དཔེ་གལ་ཆེན་པོ་རེད་ཟེར། དེ་ལ་ཡང་ང་ཚོས་བཟོད་པའི་ཕན་ཡོན་བསམ་ཡས་ཁོང་ཁྲོའི་ཉེས་དམིགས་བསམ་ཡས། དེ་ཟེར་དེ་ནམ་རྒྱུན་ནས་བསམ་བཏང་དགོས་རེད། ཁོང་ཁྲོ་དེ་ག་རེ་བྱས་ནས་ཡོང་དགོས་བ་རེད་ཟེར། མི་འདོད་བྱེད་དང་འདོད་པ་ཡི་གེགས་བྱེད་པ་ལས་བྱུང་བ་ཡིད་མི་བདེ་བའི་སའི་ཉིད་ནས་ཞེ་སྡང་སྟེ་དེ་དག་འཇོམས་སོ་ཞེས་དང། སོ་སོའི་སེམས་དང་མི་མཐུན་པ་ཅིག་བྱུང་སོང་ན། ཡང་ན་སོ་སོའི་འདོད་པ་དེ་ལ་གེགས་བྱེད་འགའ་བྱུང་སོང་ན། ཨ་ནི་ཁོང་ཁྲོ་ཟ་གི་རེད་ཅེས། ཡིད་མི་བདེ་བ་ཡོང་དགོས་སེམས་པ་མི་སྐྱིད་པ་ཡོང་དགོས།

སེམས་པ་སྐྱིད་པོ་མེད་ན་ནི་ཁོང་ཁྲོ་ཟས་ཆོས་ཆོས་ཡོད་རེད། ཡིད་མི་བདེ་བའི་ཟས། ཡིད་མི་བདེ་བ་སྟེ་ཁོང་ཁྲོའི་ཟས། ཡིད་མི་བདེ་བའི་ཟས་ནི་ནི་ཞེ་སྡང་ནི་ཁོང་ཁྲོ་ཡང་བརྒྱད་ནི་སྟོབས་བརྒྱད་ནི་ནི་རང་མི་སྐྱིད་པ་སུའི་མི་མི་སྐྱིད་པ་སུ་ཡོད་ར། ཁྱེད་ཚང་ཡིད་མི་བདེ་བ་དེ་ག་དུས་ཡིན་ན་ཆོས་ཀྱི་ཐིག་ལབ་ཀྱི་ཡོད་རེད། ག་དུས་ཡིན་ན་སེམས་པ་སྐྱིད་པོ་བྱེད་དུས་གསུང་གི་ཡོད་རེད། ཅི་ལ་བབ་ཀྱང་བདག་གིས་ནི་ག་བས་ཡིད་ནི་དཀྲུག་མི་བྱ། འཁོར་བ་རྣམས་ལ་གྲ་འགྲིག་པ་དང་གྲ་མི་འགྲིག་པ་ག་རེ་ནས་ཡོང་རྒྱུ་ཡོད་རེད་ཅེས་ར། དཔེ་མཆོག་ཐོག་ནས་གྲ་མི་འགྲིག་པ་གྱོང་རག་ཡང་ཡོང་ཡ་ཡོད་རེད། གཏམ་སྙན་གྲགས་ཀྱི་ཆ་ནས་གྲ་མི་འགྲིག་པ་ཡོང་ཡ་ཡོད་རེད། འབྱུང་བ་ས་ཆུ་མི་ལོང་གི་གནོད་པ་ར་ཆུང་ལང་ཁང་འབྲུ་དུད་ཚང་ཅིག། མོ་ཏྲ་དང་སྟབས་བསྟུན་བྱས་ཡ་ཅིག་འདྲ་མི་འདྲ་ཡོང་ཡ་ཡོད་དོ། ག་འགའ་ཡོང་ཡ་ཡོད་ར། ཨོ་དེ་འདྲས་ག་རེ་བྱུང་བ་ཡིན་ན། བྱུང་ཚར་རེད་བྱུང་ཚར་རེད། དེ་བཅུ་མཇུག་ནང་ལ་འདི་བསླབ་བྱ་དེ་ཡག་པོ་ཡོད་རེད།

གལ་ཏེ་བཅོས་སུ་མེད་ན་ནི་དེ་ལ་མི་དགའ་བྱས་ཅི་ཕན་ཟེར། ཨ་ནི་བཅོས་མེད་པ་ཡིན་ན་མི་དགའ་བྱས་ནས་དེ་ཕན་ཐོགས་ཀྱི་ཡོད་མ་རེད་གསུངས་ཡོད་དོ། འོ་དེ་ཡིན་དུས་ཁོ། སེམས་དེ་ག་དུས་ཡིན་ན་ཁོ་ལྷོད་པོ་རེད་ད་ཁོ་ལ་ག་རེ་ཡིན་ན་ཡོང་རྒྱུ་ཡོད་དོ། གྲ་འགྲིག་པ་རྐྱང་རྐྱང་ཡོང་གི་མ་རེད་དོ། གཏམ་སྙན་གྲགས་ཆ་ནས་ཡོང་གི་རེད་གཏམ་སྙན་གྲགས་ལས་དེ་ཙམ་གྱི་ཞེན་ཆགས་བྱེད་དགོས་མ་རེད་ཟེར་ལབ་ཀྱི་འདུག་ཨ། ཕ་ཆོས་ཀྱི་མི་གཅིག་གིས་སོ་སོ་བསྟོད་པ་བསྟོད་ནས་བྱིས་པ་གཅིག་རེད་ཟེར་ན་སོ་སོ་ཡག་རུ་འགྲོ་ནི་སྐལ་ཡོད་མ་རེད་ཅེས་རེད། ཕར་ཕྱོགས་དུ་སྨན་ར་བཏང་ཞིང་བྱིས་པ་ཚོས་འཛམ་བུའི་མིག་སྟོང་ཕྲག་མང་པོ་ཞིག་རང་ལ་སྨན་ར་བཏང་གི་ཡོད་ནའི། སོ་སོ་ག་རེ་ཡིན་ནའི་ཡིན་པ་དེ་ཡིན་པ་རེད་མ་གཏོགས་དུར་འགྲོ་ཡ་སྐད་ཡོད་མ་རེད་ཟེར་ར། ཡིན་ནའི་ང་རང་ཚོ་ཕ་ཆོས་མི་དེ་རང་ལ་ལྟོས་པ་དང་སྨྲས་པ་ག་རེ་བྱེད་གི་ནའི་ཧ་མ་གོ་ན་སྐད་ཡོད་མ་རེད། ཚིག་དེ་གིས་སོ་སོ་ལུས་ལ་གནོད་གི་མ་རེད། སེམས་ལ་གནོད་གི་མ་རེད་ཟེར་ར་ཚིག་ཁོ་རང་ཆ་ནས། ཕི་གས་མི་གང་ག་གི་པའི་ཁ་ཤོས་ཅིག་བཏང་གི་རུ་སོ་སོ་སྐད་གནོད་གི་མ་རེད་ད།

ཁྱེད་རང་སྡིག་པ་བསགས་མི་ཤེས་ཤི་མི་ལ་མ་བྱེད་མི་འདྲ་མི་འདྲ་ཤན་ཁྱེད་ཡོང་གི་ར་ཡག་ག་རེད་སེག་རེད་ཏུའ་རེད་མི་ཤེས་ཤི་མི་ལ་མ་བྱེད་སུ་ལ་བྱེད་ཁྱེད་རང་ཁྲ་མ་མ་བྱོས་ཟེར་རེད་ཁྲ་མ་བྱེད་དཀྲུགས་ཤིང་རྒྱ་ཡག་གི་ལས་བསགས་ཡོར་ནོ་ཨོ་དེ་ཡིན་དུས་ག་རེ་བསུགས་རེད་ད་ག་ནང་བཞིན་དཔལ་འབྱོར་ར་གཅིག་གིས་གཅིག་གྱོང་ཆགས་སུ་ན།

གང་གཱ། དཔལ་ཇོ་མོ་ཀ་སོ་སོའི་ལུས་དེ་གང་གཱའི་ཞག་ཅིང་འགྲོ་ཡང་རིག་པ། ད་དེ་ལ་ཡང་ཁོང་ཁྲོ་ཅན་སྡིག་པ་བསགས་ཀྱིས་བསྟན་ནས་སྐྱེ་བ་ཕྱི་མ་རང་སྡུག་བསྔལ་མྱང་ཆུང་གར་སྐྱེ་བོ་རེག་ཟིག་གོ། འོ་དེ་ཡིན་དུས་ཙང་ཁོ། དཔལ་འབྱོར་སྐྱོན་རགས་པ་ཡིན་ན་ཡང་ཁོ་མི་རྟག་པར་སངས་རྒྱས་མི་རབས་ཅིག་ལྕགས་ལ་ལག་ཅིག་ཅིག་བྱས་སོང་ན་འོ་ཁོ་ལ་ཕན་ཐོགས་པ་ཤོག་ཟེར་ད་འདྲི་རན་ངས་བློས་བཏང་ཅིག་ཅི་མིན་བཏང་འདུག་མ་རེད་ད་རེས་མི་དེ་ག་པ་ཞིག་བྱུང་རེད་འདྲིས་ཤག་བསམ་ན་དགེ་བ་རེ་ཆགས་སོང།

ལ། དྲི་བ་དེ་ག་ངོ་བོ་དེ། སྤྱོད་འཇུག་ནང་ལ་དེ་ཡག་པོ་ཡོང་གི་འདུག་ཨ། ལྟོས་ན་གར་ཆོག་ཆོག་བྱས་སྨད་ན་དུག་ཆོག་ཆོག་བྱས་ན་ཁྱེད་རང་སྤུ་གུ་ཆུང་ཆུང་ནང་བཞིན་རེད་བྱས་རེད། སྤུ་གུ་ཆུང་ཆུང་ཚོ་བྱེ་མའི་ནང་རྩེད་མོ་རྩེས་བྱས་ཁང་པ་རབ་དེ་འདྲ་བཟོས་འདི་ཅི་ཞིག་ཡིན་དང་འདི་མ་མ་མི་ཅིག་དེ་ནས་ཐུག་བྱས་ཞིག་སོང་ན་ཁོ་ངུ་གི་རེད་ཐང་ཆད་ཆད་པོ་དང་ངུ་གི་རེད་བྱས་རེད།

གོང་ནས་སེམས་མཐོ་པོ་རབ་བྱས་ན་ཡང་དེ་འདྲའི་རྟོག་ཚོགས་ཡོང་གི་རེད་དེ་རིང་བྱ་བ་དང་བཅས་ཀྱི་བོད་ཀྱི་ཆོས་བྱུང་ས་ཡང་གལ་ཡོད་མ་རེད་ཟེར་ན་ཚར་རོ། ད་དེ་གནོད་ཆོག་ཆོག་བྱས་ན་ནི་ཕྱི་ལོག་དངོས་པོ་གང་དགར་གནོད་ཆོག་ཆོག་ཏོག་ཙམ་མ་འགྲིག་པ་དང་གནོད་ཆོག་ཆོག་འོ་དེ་སྡུག་སྟེ། ཕྱི་ལོག་རྐྱང་རྐྱང་ལག་པ་མེད་པ་ཆོག་སོ་སོ་སོ་སོར་བསམ་བློ་བཏང་ནས་བསམ་བློའི་ཐོག་ནས་བ་དེ་སྡུག་བའི་སེམས་ཡག་པོ་བྱས་ཞི་བ་གནས་ཐུབ་པ་བྱེད་གསུངས་གི་འདུག་ད་འདི་རེད།